སློབ་བུ་ཟླ་བ་གྲགས་པས་མཛད་པའི། དབུ་མ་ཤེས་རབ་ལ་འཇུག་པ། དྲི་བ། དེ་ནས་ཚིག་དུམ་རབ་གསལ་ར་ཤེས་བཟླས་པའི་ནང་ལོགས་ནས། ད་བར་དུ་དགེ་བ་གཞུང་གི་དོན་དེ་ཉིད་ལ། མདོར་བསྟན་པ། དེ་ནས་རྒྱས་པར་བཤད་པ། དེ་ནས་དོན་བསྡུ་བ་ཟེར་བ་ཞིག་གིས་ས་བཅད་རྣམ་པ་གསུམ་ཡོད་རོ་ད་དེ་དང་འདི་དག་དེ་ནི་དཔེ་ཆ་སྡེབ་གྲངས་ཉུང་ཉུང་ཡིན་དུས་ལས་སླ་གི་ར་སྡེ་མ་རྒྱས་པའི་གི་ངོ་བོ་དོན་གཉིས་ལ་ལྟོས་བ་འོ་ད་དེ་འདྲ་ཞིག་གི་ནང་ཚིག་རྣམ་པ་གསུམ་ཡོད་པའི་ནང་ལོགས་ནས་དང་པོ་དེ་ནི་མདོར་བསྟན་དེ་ཡང་བཤད་ཚ་བར་དུ་དེ་ནི་རྒྱས་བཤད་དེ་ཉིད་ལ་ལྟ་བའི་སྤྲུལ་པ་བསྐྱེད་པ། བསྒོམ་པའི་ཉམས་སུ་ལེན་པ། སྤྱོད་པའི་བླང་དོར་ཟད་པ། འབྲས་བུའི་གཞན་དོན་ཟད་པ་ཞེས་པའི་ནང་གསེས་རྣམ་པ་བཞི་ཡོད་པ། ད་དེ་གའི་དེ་ནས་བཞི་ཆར་བཤད་ཚར། ད་ནི་དེ་རིང་གི་སྐབས་སུ་དེ་ནས་གསུམ་པ་དོན་བསྡུ་བ། དཔེ་ཆ་རང་དུ་བསྡུ་ཞོག་དེ་ནས་དག་ཐོག་གསུམ་ལས་གསུམ་པ་དང་བསྡུ་བ་ནི། རྩ་ཚིག་ལ་དེ་སེར་འབེབས་པ་ཐམས་ཅད་ཀྱིས་དང་པོར་ལྟ་བ་ཐག་བཅད་དེ་བར་དུ་བསྒོམ་པས་ཉམས་སུ་བླངས་ཐ་མ་འབྲས་བུ་ཐོབ་པར་འགྱུར་དེ་བས་འབད་དེ་རྩོམ་པར་བྱ་ལ་གསུངས། དེ་ནས་ལྟ་སྒོམ་སྤྱོད་པ་འབྲས་བུ་ཕྲིན་ལས་དང་བཅས་པ་བསལ་ནས་མགོ་བོ་ལ་བཤད། དེ་ནི་འབད་བརྩོན་བྱེད་དགོས་རེད། དང་པོ་ལྟ་བ་ཐག་བཅད་ཞོར་ལ་རེད། དང་པོར་ལྟ་བ་ཐག་བཅད་དེ་ལ་རེད། དེ་ནི་ལྟ་བ་ལྟ་ཐོག་ནས་དེ་ནི་དགོན་པ་ཚོར་ཡ་དེ་ལ་དེ་ནི་ཁ་དན་གྱི་ནག་ཐང་བཅད་པ་འདྲ་བོ་གང་ལ་ཡང་མྱ་ངན་བག་ཚ་མེད་པར་འགྱུར་གྱི་རེད་གསུངས། འཇང་དགུན་ལོ་རུ་དག་ཡིག་གིས་གསུངས་ཡ་རེད། དེ་ནི་ལྟ་བ་ཐག་བཅད་ཟེར། ལྟ་བ་གཏན་ལ་ཕེབས་ཚར་བའི་རྗེས་ཐོག་ལ་བར་དུ་སྒོམ་པའི་ཉམས་སུ་བླང་གི་རེད་སྒོམ་པའི་ཉམས་སུ་བླང་ད་སྒོམ་པའི་ཉམས་སུ་བླང་ཟེར་ཡ་དེ་དངོས་སུ་འདི་ན་དེ་ནི་སྒོམ་པའི་ཉམས་སུ་བླང་གི་རེད་གསུངས་རེད་དེ། དེའི་གི་ཤོག་དེ་ཉིད་ལ་དེ་ནི་མཉམ་གཞག་གི་ཟད་པ་དེ། རྗེས་ཐོབ་ལ་ཁྱེར་ནས་དེའི་གི་བསོད་ནམས་ཀྱི་ནི་དམིགས་བྱའི་བསོད་ནམས་ཀྱི་ཚོགས་སོགས་ལ་འཇོག་དགོས་རུང་བ། དེ་ནི་དེའི་གི་ཤོག་དེ་ཉིད་ལ་སྤྱོད་པ་དེ་ཡང་བསྟན་བཞག་པ་རེད།

དེ་ནས་ལྟོགས་ཁྱོད་ནི་དོག་གསུམ་གྱི་ན་ལོ་ནི་ཞེ་སྡང་དེ་རེད་ད་ལེ། ཞེ་སྡང་དེ་བརྩིགས་པ་ཟ་ཁོང་ཁྲོ་ལངས་ཡོང་པོ་ནས་སྐབས་སུ་ལ་ཁོང་ཁྲོ་ཆུང་ཆུང་ཞིག་ལངས་པ་ཡིན་ན་ཡང། དེ་ནི་ལུས་སེམས་གཉིས་ཀ་མ་བདེ་བའི་དཔེ་སྤྲང་མོ་ཟུག་འདུག་ཨ། ཧ་ལས་ཡ། ད་ཐོག་མཚར་ག་འདྲ་འདྲ་བྱེད་ཀྱི་ཡོད་ན་ཡང། དང་པོ་སློང་དེ་འགྲོ་སྟངས་དེ་འགྱུར་བ་ཐུབ་བོ་ཟེར་བ་རྩ་ལས་ཀ་འདྲ་གི་མ་རེད་ལབ་འདུག་ཨ། དེ་འདྲའི་འདྲ་གང་ཆགས་ཀྱི་ཡོད་ན་ཡང་དེ་ནས་གཟུགས་པོ་དེ་ཚོ་པད་མ་བདེ་བ་སྤྲང་མོ་བཟོ་ནས་ཅིག་ཚག་ཟིང་ཟིང་འདྲ་བོ་ཞིག་སྤྲང་མོ་བཟོ་གི་འདུག་ད་ཡིན་ན་ཡང་སྟབས་བདེ། དེ་ནས་ང་ཚོས་དུས་རྒྱུན་བབ་ལ་ཞོག་ཟེར་ན་ཡང་འདྲ་ཉམས་སུ་ད་དེ་ཚོ་ཧ་གོ་བར་ཟེར་བ་ལ་ཉམས་སུ་ཞོག་གི་རེད་ད། དེ་ནས་ངའི་མ་གཞས་ཁ་ཚང་དང་པོ་མགོ་བཟུང་མགོ་ཡང་ཁྱི་རྣམ་པ་ལས་གཅེས་ཤུལ་བཟུང། དེ་རེད་དེ་ནས་ང་ཚོའི་གི་དཔེ་ཆ་ལྟ་སྟངས་དེ་དང། དེ་ནས་སི་ཇཱ་གི་དཔེ་ཆ་ལྟ་སྟངས་དེ་སོགས་དེ་ནས་རྫུན་བཟང་ཆེན་ཚིག་གཅིག་ལབ་འདུག་བ། བདེན་པ་བདེན་གྱི་མངོན་སུམ་རེད་འདུག་ད། མངོན་སུམ་རེད་འདུག། རྫུན་བཟང་ཆེན་ཚིག་ག་རེ་ལབ་བཞིན་འདུག་དེ་ནས་ད་མཐུན་རྐྱེན་ཆ་རྐྱེན་ཆ་ཚང་དེ་ནས་ང་ཚོ་གྲགས་གི་རེད།

དེ་འདྲུ་བཞིན་ནས་ལྷོ་མདོ་སྒོ་ལུས་ཀྱི་གནས་སྟངས་ཆགས་འདུག་ར་ཐག་ང་ལ་ཉམས་མྱོང་གཏད་སུ་ཡོད་ར་ཐག་དེ་ཆ་རྐྱེན་དེ་རེད་བས་པའི་ལོག་ཀ་རེད་དེ་ནས་ང་ཚོ་ད་ད་ད་ད་ཁྱེད་ཚོ་སྔོན་མ་བདག་ཞེ་དྲག་མི་འགྲོ་བའི་དཀའ་ངར་ཡོད་རེད་ད་གལ་སྲིད་ང་ཚོ་སྐད་གཏད་སུ་འདྲ་གི་མ་ར་ཁྱེད་རང་ཚོ་བོད་སྐད་རེད་ང་བོད་སྐད་རེད་དེ་ཡིན་ནའི་བོད་པ་དེ་ད་འཛམ་བུ་ལས་གཞན་དག་དེ་འདྲ་ཡིན་རྒྱུ་ར་འབྲེལ་བ་མེད་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་ནས་ལ་ཆུང་ཆུང་ཞིག་ཡོད་རེད་ཧེ་མ་ལ་ཡའི་ར་གི་ལ་འདྲ་བོ་མ་རེད་ད་ལ་ཆུང་ཆུང་ཞིག་ཡོད་རེད

ཨེ་རེད་ད་ནི་བླ་ཆུང་ཆུང་རེད་ད་ཆེན་པོ་ཆུང་ནས་མ་རེད་ཕ་ཚོ་ད་ཡིན་ནས་ཕ་ཚོ་འགྲོ་བསྡད་མཁན་འདི་ཅེས་གོ་རུ་འདུག་བ་མང་པོ་འགྲོ་བསྡད་ཁོ་ཚོ་འགྲོ་ཡོད་མ་ར་མི་ཚེ་དེ་འདྲ་སྐྱེལ་བཞག་ར་དེ་འདྲ་ཞིག་གོ་མ་རེད་འོ་ད་དེང་དུས་ང་ཚོ་ཡང་དུད་འགྲོ་རེད་མ་གཏོགས་བོད་སྐད་ད་བོད་སྐད་རང་རེད་ཚང་མ་བོད་སྐད་རེད་མ་གཏོགས་འབྲས་ལྗོངས་སྐད་དེ་ཡང་བོད་སྐད་རེད་འབྲུག་པ་སྐད་དེ་ཡང་བོད་སྐད་རེད་ཧི་མ་ལ་ཡའི་རི་རྒྱུད་ལ་ཡོད་པ་སྐད་དེ་ཚང་མ་བོད་སྐད་རེད་ཁོ་རེད་ད་རེད་ཡིན་ནས་བལྟས་བལྟས་ཚེ་འདྲ་གི་མ་ར་ད་ང་ཚོ་མ་འདྲ་བ་སྤྲང་མོ་རེད། ད་ལྟ་ང་ཚོས་ད་ལྟ་ནུབ་རོགས་ཀྱི་སྐད་དེ་དང་ང་ཚོའི་སྐད་གཉིས་ཉེ་བ་དང་ང་ཚོའི་སྐད་དང་ཨ་མདོའི་སྐད་གཉིས་ནི་གནམ་ས་རེད་ནུབ་རིའི་སྐད་དེ་ཉེ་བ་འདུག་དེ་རིགས་དང། ང་ཚོའི་སྐད་ཉེ་བ་འདུག་ཨ་མདོའི་སྐད་ལ་ཁྱད་མཚར་སྤྲང་པོ་ཞིག་ཡོད་སུས་སྐད་རྒྱབ་ས་མོ་ཡིན་རྒྱུ་བོད་སྐད་རེད་ད། བོད་སྐད་རང་རེད་གོ་ཐལ་ཁྱད་པར་ད་དེ་འདྲ་འདྲ་སྐད་མ་གོ་དཀའ་ངལ་ཙམ་མ་གཏོགས་ཡོད་མ་རེད་གཞན་དག་ཚོ་དཀའ་ངལ་སྐད་བརྡ་འཕྲོ་རོགས་མི་བཟོ་ཁྱེད་དཀའ་ངལ་ཞོག་རེད་དཀོན་མཆོག་གྱིས།

བདེན་པ་བཤད་ན། དངོས་གནས་ཁོ་ཚོས་མཐོང་བསྡད་ཡག་གི་དཔེ་ཆ་འདི་ཚོ་ང་ཚོས་ཀྱི་དཔེ་ཆ་བལྟ་བསྡད་ཡག་གི་དེ་འདྲ་ཞིག་དངོས་གནས་ཡོད་མ་རེད་ད། དེ་རེད་ད་ང་རང་གི་མངོན་སུམ་དུ་མཐོང་བ་ལ་ངས་དེ་བཤད་དུས་ང་རྒྱ་འདྲ་བོ་ཞིག་ཆགས་འགྲོ་གི་འདུག་ད། ང་དེ་ཟེར་དུས་དཔེར་ན་ང་འདྲ་བོ་ཡིན་ན་དཔེ་ཆ་དེ་ཇི་འདྲ་ཞིག་ཡོད་མ་རེད་དེ་ནི་གང་ལྟར་ངས་དེ་ནི་རྩོམ་ཟེར་ཡག་དེ་གཅིག་རྒྱག་འགོ་རོགས་ད། གཅིག་བྲོས་ཤོག་འོ་རོགས་ད།

ཡེ་ནས་ཁོ་ཚོའི་འདྲ་མི་འདྲ་ཤེས་བཞག་པ་དེ་ཚོ་རྒྱ་སྐད་དང་དབྱིན་ཇིའི་ངོ་ལ་ཕབ་བཞིན་ཟེར་བཞིན་འདུག་དེབ་དེབ་དེབ་དེབ་དེབ་མང་པོ་འདུག་གཅིག་གཉིས་མ་རེད་ཁོ་ཚོ་སུ་ཇག་འབྲོག་སྡེ་འདིའི་དེ་ཚོ་དེ་འདྲ་འདུག་ད་ད་དེ་ཚོ་འདྲ་བཏགས་ནས་བསྡད་དོགས་རེད་དམ། ངའི་ལབ་ཡིན་པ་ཁ་ཚང་ཟླ་བ་གྲགས་པ་གི་མཇུག་པ་རམ་འདྲེར་དེ་དང་རྩ་བ་གཉིས་དེ་རིན་ཐང་གཅིག་པ་རེད་ཟེར་དེ་དེ། དབུ་མ་དེ་ནི་ཤེས་རབ་ལ་འཇུག་པ་རྩ་བ་དང་དབུ་མ་ཤེས་རབ་ལ་འཇུག་པ་འདྲེ་བ་ཚིག་དུང་ར་ས་གཉིས་དེ་དབུ་མ་ཤེས་རབ་ལ་འཇུག་པ་དེ་གཉིས་ནི་དངོས་གནས་དབུ་མ་ཟབ་གནད་རེད་འདུག་ཟེར།

དེ་ཡིན་གྱི་མ་རྙེད་པ་དེ་ཉིད་ལ་འཇོག་སྒོམ་དང་སྐྱེ་བ་སེམས་ནི་ཞེས་གསུངས་ནས་ཤེར་ཕྱིན་གྱི་གནས་སྐབས་ཚོགས་ལ་གཙོ་བོ་འཇོག་སྒོམ་པའི་སྐྱེ་སྒོམ་མི་བཟད་པ་མ་རེད་ད་ཤེར་ཕྱིན་བར་དང་ཟག་བཅིངས་ཀྱི་གནས་སྐབས་ཚོགས་ལ་དབུ་མེད་ཀྱི་གནས་སྐབས་ཚོགས་ལ་འཇོག་སྒོམ་མི་བཟད་པ་མ་རེད་གཙོ་བོ་དེ་ནི་སྐྱེ་སྒོམ་ཚུལ་ཡག་དེ་རེད། སྐྱེ་སྒོམ་སྐྱེ་སྒོམ་དང་འཇོག་སྒོམ་གཉིས་ཀྱི་ཁྱད་པར་དེ་དེ་ནི། ད་འགྲོ་སྟངས་འདི་ག་རང་རེད། དེ་ནི། ཇོ་བོའི་དབུ་མའི་མན་ངག་ནང་ནས་དང་པོ་སྐྱེ་སྒོམ་ཟེར་རྗེས་མ་འཇོག་སྒོམ་བཟོས་འདུག་ག། དེ་དེ་སྐྱེ་སྒོམ་ཟེར་བའི་གནས་སྐབས་སུ་ལ་རོལ་བ་གི་རྟགས་ཀྱིས་བརྟགས་ནས་ཤེས་བཟོད་ཀྱི་ཆོས་ཐམས་ཅད་ཡོད་མེད་བརྟགས་ཡ་དེ་ར་དེ་སྐྱེ་སྒོམ་ཟེར། ཡོད་མེད་རྟགས་ཀྱིས་རགས་པའི་རྟགས་ཀྱིས་ཟིན་ཡོད་པའི་གནས་སྐབས་སུ་ལ་རྙེད་གི་མ་ར་གང་ཞིག་ན་ཆོས་ཟེར་ཡ་ཞིག་དངོས་པོ་ཞིག་ཡོད་མ་ར་དེ་རྙེད་གི་མ་ར་མ་རྙེད་པ་དང་དེ་གཉིས་ལ་དེ་ལས་གཞན་དུ་མ་ཡེངས་ཟིན་ན་བཞག་བཞག་པ་དེ་གཉིས་ལ་འཇོག་སྒོམ་ལབ་ར་སྐྱེ་སྒོམ་དང་འཇོག་སྒོམ་གཉིས་པོ་དེ་ཁྱད་པར་དུ་དེ་འདྲ་རེད། ཨོ་དེ། དེ་འདྲའི་བཤད་ནི་དེ་བཤད་དེ་ངས་དེ་དྲན་གྱི་འདུག་དཀོན་མཆོག་ཅིག་དེ་ཚོའི་གི་སྐད་ཆ་དེ་ཚོ་དངོས་ནས་ཉམས་མྱོང་གི་སྐད་ཆ་ཡིན་ས་རེད་ད། ང་ཚོས་ད་ལྟ་དབུ་མའི་མན་ངག་ནང་ལ་དང་པོ་སྐྱེ་སྒོམ་གྱིས་དེ་ནས་འཇོག་སྒོམ་གྱིས་ལབ་གདའ་བ། དེ་ནས་ས་སྐྱའི་དེ་ཚོའི་ཁྲིད་ཡིག་སྐད་དེ་ཚོའི་ནང་ལོགས་ལ་ང་ཚོས་དཀར་མཚང་ཟེར་མ་རེད་ད་བཀའ་བཀྱོན་གྱི་ཁྲིད་ཡིག་དེ་ཚོའི་ནང་ལོགས་ལ་དང་པོ་བློ་དོགས་གནང་གྱི་ནས་བཟུང་དེ་བསམ་བློ་བཏང།

སངས་རྒྱས་ཆོས་ལོག་གི་འདུག་སྟངས་བཤད་སྟངས་རིས་སམ་དེ་ཁོག་རེད་རྗེས་མ་དངོས་གནས་གསལ་ཡིན་དུས་དེ་རེད་མི་འདུག་ག། ལུས་ག་ཁོ་རང་འདུག་སྟངས་ལ་དེ་ལས་ལྷག་ཙམ་ཞིག་གི་བསྡད་སྟངས་དུ་རྩ་བ་ཉིད་ནས་མེད་རྒྱུ་རེད་ང་གི་སྔུན་མ་དྲན་གི་ཡོད། ཁྱེད་ཚ་དཔོན་པ་སྒོ་ཤོག་ལྟར་རྒྱང་ཟེར་དུས་ཚུར་ཁོ་སྒོ་ཡག་དུ་གང་ཡིན་ན་དྲན་ཡིན་བསྡད་གི་ཡོད་དེ་རེད་གང་ཟེར་ལག་པ་ཁོ་རང་གི་རྗེས་དུ་ཁོ་རང་གི་ཕྱག་ཡག་ཆེད་དུ་ལག་པ་ཀ་བ་ལྷང་ནས་འདི་ཟེར་དུས་ཚུར་ལྷང་འགྱོག་རེད་འདུག་ག།

ཤ་ཁའི་བསམ་བློ་བཏང་ཡོང་པ་ནས་སྐབས་སོ་ལ་དང་པོ་སོ་སོར་ཐར་པ་གི་སྐོར་དེ་སོང་འགྲོ་བ། སོ་སོར་ཐར་པ་གི་སྐོར་དེ་སོང་ཡོང་པ་ནས་སྐབས་སོ་ལ་ད་ཤ་བཟོས་ན་འགྲིག་གི་ཡོད་རེད་མ་བཟོས་ན་འགྲིག་གི་འོ་རེད་ད། སྐད་ཆ་ཆ་འོ་མ་ད། ད་བཟོས་ན་འགྲིག་གི་འོ་རེད་མ་བཟོས་ན་འགྲིག་གི་འོ་རེད་ཤ་དེ་སོ་སོར་ཐར་པ་ད་ཡིར་རྒྱ་ཚེ་འདོར་བ་ཡིར་རྒྱ་ཚེ་བསྟེན་པ་ཡིན་ན།

ཁྱོད་ནི་ཡིན་གྱི་མ་རེད་ད། དེ་འདྲ་བྱས་ནས་དེ་ནས་ཁོང་གི་དང་པོ་དགའ་མེད། དེ་ནས་གང་ཡིན་ཟེར་ན་མང་པོ་ཞིག་དེ་ནས་དེའི་གི་བར་ཆད་རིག་ནས་ལམ་ལ་བརྟེན་པའི་སྒོ་ལ་ཞུགས་ཡག་ལ་བར་ཆད་ཟེར་དགོས་ཟེར་ར་དེ་སུ་ཤེས་རྒྱག་པ་ཡིན་དངོས་གནས་ཟེར་དུས་ཕ་མི་ཤ་རེད་ཕ་འདི་བཟའ་ནི་རྩ་བ་ནས་འགྲིག་གི་མ་རེད་གསུངས་ནས་མདོ་རྒྱུད་མདོ་སྡེ་ནང་ནས་ཁྱི་དཀར་དང་གང་ཡིན་འདི་ཡིན་ཆོས་ནས་མ་རེད་དེ་སངས་རྒྱས་ཀྱི་ཞབས་མདོར་ན་ཤ་ཟ་མཁན་གྱི་མི་དེ་རྗེས་མ་འདྲེ་ལུས་ལེན་འགྲོ་གི་རེད་ཁོང་གི་སློབ་རྒྱུ་མིན་གསུངས་ནས་བཀའ་ནན་པོ་ཟེར་ནས་གནང་ཡོད།

ད་གང་རེད་ཟེར་དུས་ང་རང་གི་ཉམས་རྟོགས་ཡོན་ཏན་དེ་ནི་ད་ང་ལམ་ལ་འགྲོ་བོ་ར་ཐར་ལམ་ལ་འགྲོ་བོ་ར་ཐར་ལམ་ལ་འགྲོ་བོ་གནས་སྐབས་སུ་ལ་ལམ་ལ་འགྲོ་བོ་གནས་སྐབས་སུ་ལ་སྤང་དང་བླང་གཉིས་བྱེད་དགོས་ར་ཟ་བ་ག་རེ་ཡིན་ན་སྤང་བླང་གཉིས་མེད་པ་ཁྱེད་ཟེར་ཡ་ཤི་བཟའ་ལས་སྲིད་གི་མ་ར་ད་ཟ་བ་ག་འདྲེ་ཞིག་ཡིན་པ་ཡིན་ན་ཡིན་ད་ག་འདྲེ་ཞིག་ཟེར་པ་ཡིན་ན་ཡིན་སྤང་བླང་གཉིས་མི་སྲིད་པ་དེ་ཟེར་ཡ་ཡོད་མ་ར།

གནོད་པ་དེ་སྤང་ས་རེད། ད་ང་རང་གི་ཉམས་རྟོགས་ཡོན་ཏན་ཡར་ལམ་ནི་འགྲོ་འོར། དེའི་གི་ལམ་དེའི་གི་ཕན་བུ་གྲོགས་སུ་འགྱུར་རུ་འདོག་ན། དེ་བླང་ས་རེད། གནོད་བུ་གྲོགས་སུ་འགྱུར་འདོག་ན། དེ་འགྱུར་རུ་འདོག་ན་སྤང་ས་རེད། དེ་རེད་ད། ཕན་གནོད་ག་རེ་བྱེད་མེད་རེད་བ་ད། ད་དེ་འདྲས་སི་ལམ་ལ་ཞོག་ཡོན་པ་གནས་སྐབས་སུ་ཕན་གནོད་ག་རེ་བྱེད་ཟེར་ད་དང་པོའི་གནས་སྐབས་སུ་ལ་ལམ་ཞོག་ལ་བར་ཆད་བསལ་དུས་ཤ་བེད་ཀྱ་བཤད་འདུག་བ། དེ་སངས་རྒྱས་ཀྱི་བསུན་ན་འགྲིག་རེད་མ་བསུན་ན་འགྲིག་རེད་ལགས་ར།

བདེ་བ་ཆེན་པོ་སྤངས་བདེ་བ་ཆེན་པོ་སྤངས་ས་དེ་དེ་ནི་ཉིན་ཐིག་གི་ལམ་དུ་སོ་ཐམས་ཅད་ཁ་ཤས་ལས་བསླབས་ནས་དེ་ནས་གཉེར་བ་ལ་བསྲུང་བ་ལས་ཀྱང་ཉན་རང་གོ་འཕང་ལྷག་སོང་བ་ཉིད་ཉན་རང་གོ་འཕང་ཐོབ་སོང་བ་དེ་རྡོ་གུ་རི་ལ་དེ་འདྲ་དེ་དྲིས་དེ་ལས་དེ་འདྲ་གང་དྲིས་དེ་ལས་འོ་ད་དེ་འདྲ་སྤྱོད་པ་དུས་ཚོད་དང་བསྟུན་ཏེ་ག་ཚད་ཞིག་ཐོབ་དང་མི་ཐོབ་དེ་ད་རག་ལས་པ་རེད་ལས་འོ་ད་དེ་ཞིག་གོ་རེ་སྤྱོད་པ་དུས་ཚོད་དང་བསྟུན

དེ་འདི་སྐབས་སུ་ལ་སྡིག་པ་ལས་འདས་པ་རེད་ངན་སོང་གི་སྡིག་པ་ལས་འདས་པ་རེད་བསོད་ནམས་ལས་འདས་པ་རེད་གང་ཞིག་ལ་དེ་ཚོ་ཐར་པ་གི་འཁོར་ལོ་གི་ལས་ར་དེ་ལས་འདས་པ་ཅག་གོ་ཡོད་རེད། དེ་ཡིས་ངན་འགྲོ་བདེན་འགྲོ་ལ་ཟེར་བ་ནི་སྐབས་སུ་ལ་ཐམས་ཅད་འདོར་འདོད་པ་རེད་ད་ལས་དེ་དེ་ཡིས་ཟེར་ཏེ་དེ་ནི་ལོག་པར་ལྟ་བ་དེ་གི་ངན་འགྲོ་ལ་འཇུག་གི་རེད། ཡང་དག་ལྟ་བ་དེ་གི་བདེ་འགྲོ་ལ་འགྲོ་བ་རེད། དེ་ནི་ཡོད་མིན་ལས་ཞི་གྲུབ་པ་ཉེ་བར་ཞི་བའི་སྐབས་དེ་ནི་ཐ་སྙད་དེ་ནི་གཉིས་དེ་གཉིས་ཀ་ལས་གྲོལ་བ་དེ་གཉིས་འཛིན་ལས་དེ་གཉིས་ཀ་ལས་གྲོལ་བ་གི་བློ་དེ་བློ་གྲོས་དེ་གཉིས་ཀ་ཐར་པར་ཐོབ་འགྲོ་བ་རེད། དེ་སུས་ཤེས་རེད་ཐར་པ་ཐོབ་པ་ཡིན་པ་དམ་པ་སྤྱི་བོ་དམ་པ་སངས་རྒྱས་ཀྱིས་གསུངས་བ་རེད་གསུངས་དམ་པས་ཤེས་ཀྱིས་ལོག་པར་ལྟ་བ་དང་ཡང་དག་པར་ལྟ་བ་དང་གཉིས་མེད་ཀྱི་ལྟ་བ་རྣམས་སུ་ཡོད་པ་ལས། ད་ག་ཟེ་ལབ་རེད་ད་ག་ཟེ་མ་བརྗེད་ཤོག་ཅིག་དཀོན་མཆོག་ཅིག་ད་དེང་སང་སྐྱེ་ཡག་གི་ཉེན་ཁ་སྤྲང་པོ་དོག་ཏུ

སྐད་ཆ་ཞིག་དྲིས་ནས་འགྲིག་གི་རེད་བས་ལབ། ཨ་ཨ་ཁ་དོག་ཞིག་ཚང་མ་འགྲིག་གི་རེད་ལབ་སོང། དེ་སྐུ་ཅི་ཞིག་ཅིག་འཆང་གི་ར་བཟི་གི་རེད་བས་སི་འཆང་འདི་མཐོང་ནས། རང་གི་བཟི་གི་རེད་ན་ང་དགོངས་པ་ཞུ་ད་ལྟ་འགྲོ་ཤོག་གི་སི་ད་ག་ལ་མི་བཟང་ནས། འགྲོ་ཤོག་གི་ཡིན་སི། ར་བཟི་གི་མ་རེད་ན་ནི་བསྡད་བསྡད་གི་སི་དང་མཁན་པོ་སེམས་འདྲ་མ་བྱེད་སི། ངས་འདི་འདྲ་སྔགས་མཐོང་ན་དེ་སེམས་མི་དྲན་གཅིག་མ་གཏོགས་སྔགས་མེད་ལབ་སོང་དེ་བསྡད་བསྡད་རེད། མཁན་པོ་ལུག་ཤད་བརྩིགས་པ་ཟ་ཟེར་ར་ད་ནི་ལབ་འདུག།

སྦྱིན་པ་བཏང་ན་འདྲ། ཚུལ་ཁྲིམས་སོང་ཚུལ་ཚུལ་ཁྲིམས་ཡོངས་རྫོགས་དུ་སྡོམ་པ་ཞུས་བསྡད་པའི་སྐད་ཆ་མ་རེད་ད། དཔེར་ན་འབུ་མི་གཟུགས་པོ་འདྲ་བོ་དང་ཁོ་རང་རང་བཞིན་གྱི་བསྡད་འདུག་ཁ་ཆེ་དུས་སུ་ཡིན་ན་ཡང་ཅི་ཐང་ལོག་རྟགས་རེད་དེ། ཡིན་ན་ཡང་ནས་དེ་ནས་ཡང། ཁ་ཞེ་གཅིག་ཆང་བུང་དུ་བསྲེས་ནས་ཉར་བསྡད་འདུག་དེ་འདྲ་ཡག་པོ་བྱེད་ཀྱི་འདུག་དེའི་ནང་བཞིན་དུས་སུ་ལུས་སྐྱེས་ལ་རི་དྭགས་དུས་སུ་ལུག་གཟོ་པ་སྒོམ་པ་འདྲ་བོ་དང་དེའི་ནང་བཞིན་ཟས་རེ་ལས་སྐྱེས་ཀྱང་ཐམས་ཅད་ལ་རྣམ་པར་སྨིན་པ་མི་བཟད་པའི་གདེང་གི་རི་ལ་འདུག།

ད་བར་དུ་དེ་ནས་དགོན་པ་ཉམས་ལེན་བྱས་ན་ཡག་པོ་གྱིས་དགོན་པའི་ཉམས་སུ་བླངས་ལམས་སུ་བླང་བ་ལ་འབད་པར་བྱའོ། ད་དགོན་པའི་ཉམས་སུ་བླང་བ་ལ་འབད་དགོས་པའི་རྒྱུ་མཚན་གང་ཡིན་ཞེ་ན་ཅིའི་ཕྱིར་ཞེ་ན། དེ་ནི་དགོན་པའི་མཐའ་བྲལ་གྱི་ལྟ་བ་ཞིག་ད་ལྟ་ལྟ་བ་གསུམ་ཡོད་པའི་ནང་དེ་ནི་གཉིས་མེད་ཀྱི་ལྟ་བ་དེ་རེད་གཉིས་མེད་ཀྱི་ལྟ་བ་མཐའ་བྲལ་གྱི་ལྟ་བ་དེ་རྟོགས་པར་འགྱུར་དགོས་ཡ་རེད་ཟེར་དང། སྒོམ་དགོས་པའི་རྒྱུ་མཚན་དེ་རྟོགས་པར་འགྱུར་ཏེ། མགོན་པོ་བདེ་བ་ཆེན་པོས་ད་འདི་ཡང་དེ་ནི་ས་ར་ཧ་ཀའི་ལུང་རེ་ཡིན་ས་རེད། གང་ལྟར་དེ་ནི་དབུ་མ་རིན་ཆེན་སྒྲོན་མེ་ནས་འདུག་ངས་དུས་ནི་འཁོར་ཡོང་བ་ཡིན། མགོན་བ་བདེ་བ་ཆེན་པོས་རང་གི་རིག་པ་དེ་ཉིད་ནི་རང་རིག་པ་ཟེར་དུས་རང་རིག་པ་སོ་སོ་རང་རིག་པའི་ཡེ་ཤེས་ཟེར་དུས་རི་དྭགས་སོ་སོ་རང་རིག་ཡེ་ཤེས་སྤྱོད་ཡོད་པ་ལ་གོ་དེ་ལས་ལབ་འདུག་རེད་རང་རིག་པ་དེ་ཉིད་ནི། གཞན་གྱི་བསྟན་པས་མི་རྟོགས་ཏེ་ཟེར་དུས་གཞན་གྱི་བསྟན་པས་མི་རྟོགས་ཏེ་ཟེར་དུས་སྐབས་དཔེ་ཆ་ཤེས་ནས་རྟོགས་ཡ་མེད་རེད་མ་གཞི་ཁོ་རང་ཤེས་ཡ་ཡོད་པ་ཞིག་གི་མ་རེད་ང་ཚོ་གནའ་བཟང་འཇོན་མིའི་ཤི་ར་ཕ་རོ་སེང་ལགས་མགོ་སྣ་བསམ་ཟེར་བའི་གནས་སྐབས་སུ་ལ་སྣ་ཡ་ཡོད་མ་རེད་ཟེར་བསམ་ཡ་ཡོད་མ་རེད་ལབ་རེད་དེ་འགྱོད་པ་ཡོད་མ་རེད་ལབ་ར་དེ་ག་བ་ཐུབ་རེད་གཞན་གྱི་བསྟན་པས་མི་རྟོགས་ཏེ་ཟེར་དུས་སྐད་ཆ་ཤེས་ནས་རྟོགས་ཐུབ་ཡ་མེད་རེད་ད་དེ་རེད།

ལྷག་པར་དུ་དེ་ནི་དེ་རེད་ད། རོགས་པ་རྐྱང་པས་ནི་ཟེར་རེད་ད། དེ་ཡང་ང་ཚོས་ཧ་གོ་གོ་དེ་ཡིད་ལ་ཡག་པོ་གྱོན་མ་གིས་ཁ་ཚང་བཞག་ཤེས་སོང་དེ་རེད། དེ་ནས་དབུ་མ་རྒྱུག་པ་ནང་ནས་སོ་སོའི་སྐྱེ་བོ་རྣམས་ནི་རྟོག་པས་བཅིངས། སོ་སོའི་སྐྱེ་བོ་དེ་ཚོ་རྟོག་པ་གི་འཁོར་བ་ལ་འཁྱམས་འགྲོ་གི་རེད། མི་རྟོག་རྣམ་འབྱོར་པ་ནི་གྲོགས་འབྱོར་བས་སུ་རྟོག་པ་སྤངས་བཞག་པས་རྣམ་འབྱོར་པའི་ཐོག་གྲོགས་བར་འགྱུར་བ་ལ་ཉེ་བོ་ཆགས་ཚར་བ་རེད། དེའི་རྒྱུ་མཚན་ནི་རྟོགས་ན་ལོག་པར་གྱུར་པ་གང་ཡིན་དེ་དེ་ནི་རྣམ་པར་གཅོད་པ་འབྲས་བུ་ཁོ་ན་རྣམ་གཅོད་ཀྱི་འབྲས་བུ་རྟོགས་པ་ལོག་གི་རེད་ལབ་ར་ད་ང་ཚོས་སུ་གཅིག་ལོག་པའི་ཞེན་པ་གི་སྒྲོ་བཏགས་ཡོད་པར་ཞེན་པ་མེད་པར་ཞེན་པ་དེ་ཚོ་ལོག་གི་རེད་ལབ་ར་ད་དེ་ཧ་གོ་དེ་རེད་མ་གཏོགས་པ་དེ་ཙམ་གྱིས་མེད་པར་བྱེད་ཐུབ་ཀྱི་ཡོད་རེད་མ་གཏོགས་པ་གི་རིག་པ་གི་འཕང་ནས

དེ་ཡིས་རང་རེའི་རྟོགས་པ་མེད་ཡིན་ཞེས་དེ་རེས་མ་རྟོགས་པར་དེ་ཡིན་ཞེས་དུས་གང་ཞིག་ན་ད་ལྟ། བརྒྱུད་པ་དང་གཏན་ཚིགས་བསྟན་པ་དེ་ཡི་དུས་ན་ཡང་སོ་སོ་རང་རེ་བུ་ཡེ་ཤེས་དེ་ཉིད་རྒྱུ་ལས་སྐྱེས་ནས་རྟོགས་པར་འགྱུར་ཐུབ་པ་མ་རེད་གསུངས་དེ་རང་རེའི་རྟོགས་པ་མེད། འདི་ག་རང་རེ་དང་སོ་སོ་རང་རེ་ཟེར་ཡ་ད་དོ། དེ་ཉིད་དོན་གྱི་སྙིང་པོ་ནས་ཞེས་དེ་ཉིད་དོན་གྱི་སྙིང་པོ་སོགས་དེ་ཁོ་ན་ཉིད་ཀྱི་དོན་གྱི་སྙིང་པོ

ཨ་ཡ་དེ། ད་དེ་མ་ཚད་ད་ཡང་དེ་ནས་དེ་འདྲ་བྱས་མ་ཡོང་ནི་འགྲིག་གི་མ་རེད་འགྲིག་གི་རེད་ཟེར་ཏེ་ཡག་ག་དེ་ཚོ་ད་འདིའི་སྡེ་པ་མ་ལུས་པ་ཟེར་ཡག་དེ་གྲུབ་མཐའ་ལ་ཞུགས་གང་ཟག་ར། ད་འདི་མ་ད་གྲུབ་མཐའ་ལ་མ་ཞུགས་པར་སོ་སོའི་སྐྱེ་བོ་འདི་ཚོ་ལ་ཡང་ཡང་མཚམས་མཚམས་རིག་པ་གཏང། རིག་པ་གཏང་དགོས་རེད་ཟེར་དང་པོ་ནས་དགའ་བ་དགའ་བ་དེ་ནས་སེམས་ངོ་ད་སེམས་མེད་ད་གྲུབ་ཐོབ་ཀྱི་སྤྱོད་པ་ཡིན་ནི་ནི་འགྲིག་གི་ར་ས་ར་ཧ་ཀ་དེ་ནས་ཆུ་བཤས་ནས་ད་ད་བང་ག་ལ་དེ་ཚོ་གཏོང་སོང་རེད་ལབ་ར། དེ་ཁོ་གི་མགོར་གཅིག་ཐེངས་དེ་རེད་ཙམ་མ་གཏོགས་ཤེས་ཤོག་མ་ད་དེ་ཡུལ་ལུང་ཁོ་རང་གི་དུང་ཉིད་དུང་རྟོགས་ནས་དོན་དེ་ཁོ་བོ་ལས་ཀ་ཟེར་མཁན་མེད་པ་ཆགས་ནས་དྲུང་པ་ཁོ་རང་རྟོགས་མཚུངས་རེད་ན་རེད་དེ་དེ་འདྲའི་ཞིག་ནི་ལོ་ཀ་རེད་མ་གཏོགས་དང་པོ་ནི་ང་ཚོ་གཅིག་ནས་ཤེས་ཤོག་དེ་ནི་སེ་རྒན་མོ་མཛོད་ཐུབ་ཟེར་བ་ནང་བཞིན་ལྕགས་ཐག་གྲོགས་འགྲོ་གི་མ་རེད་དེ་རེད་དེ་འདི་དེ་རིག་པ་དང་པོ་སློབ་ཟེར་ད་འདི་གྲུབ་མཐའ་ལ་མ་ཞོག་པ་རེད་ཐོག་མ་མེད་ནས་རྨོངས་གྱུར་པས་ཟེར་གྲུབ་མཐའ་ལ་ཞོག་ནས་ལམ་སུ་ཇི་ལོག་ཏུ་བསྟན་པ་གང་མེད་པ་གི་འཇིག་རྟེན་ཐ་མར་པ་ཡིན་པ་ཡིན་ན་ཡང་ཐོག་མ་མེད་པ་ནས་རྨོངས་པ་ཅག་ཅག་གཏན་ནས་མ་སླེབས་འདོད་དེ་ནི་དང་པོ་རིག་པའི་སློབ་སྦྱོང་ཟ་ཟེར

དེ་ཚོ་ཐམས་ཅད་ཤེས་དགོས་རེད་འདི་མི་རྟོགས་སུ་སྒྲ་དང་ཚད་མའི་ཐ་སྙད་དག་དེ་དོན་བསྒོམ་དགོས་པ་མེད་རེད་ད་དེ་ཁོ་ན་ཉིད་ཀྱི་དོན་བསྒོམ་པར་བྱེད་པའི་གནས་སྐབས་སུ་ལ་ཐ་སྙད་ག་རེ་ཡིན་ན་ཡིན་ཇུས་གཏོགས་ཁོ་རང་ཡོད་མ་རེད་ཟེར་རིག་པ་དག་ཐ་སྙད་ཀུན་རྫོབ་བདེན་པ་ག་གཏན་ལ་འབེབས་རྒྱུ་ར་བགྱིས་པ་ར་དེ་ཚོ་གང་ཕན་ཐོག་གང་ཡོང་མར་བྱེད་དགོས་པ་མེད་ཟེར་ད་ཡང་ཁོ་རང་ཉིད་གཅིག་པ་གཅིག་རྐྱང་རེད་ད་ལས་དེ་ནས་ད་ད་ཆུ་བྲག་གི་གསུང་ཡང་དེ་ཡང་འདི་གཅིག་དུ་འགྲོ།

ངས་དགོངས་པ་དང་སློབ་མ་ཡོངས་རྫོགས་ཁྱོད་རང་རྩིས་སྤྲད་གི་ཡིན་ཁྱོད་རང་འདི་ནས་ལྟོས་ཟེར་དེ་ཡང་དེ་འགྲོ་འོང་ད་ལྟ་ཆུ་རྒྱུག་དྲག་མོ་མ་དེ་དེ་ནས་སོང་རེད་དེ་སོང་ཁོང་ཞིག་གི་ཚང་མ་ཤེས་ཡོད་འདུག་ཁོ་ཉམས་རྟོགས་ཡོད་འདུག་དེ་ཟེར་དུས་ཡིན་ནས་ཀ་ཁ་གང་ཡང་མ་ཤེས་དུས་དེ་གི་དེ་ལུང་འདྲེན་ཟེར་ནས་ཁོ་ལ་ཡང་ལོང་ཕན་ཡང་དུ་སོང་མི་འདུག་ད་ང་ཚོས་གི་ད་ད་དམ་ཅོག་རྙེད་ཀ་བཤད་དུས་སྐྱོན་ཅོག་ལས་དམ་ཅོག་འདི་ནི་རྙེད་པར་ཤིན་ཏུ་དཀའ་ཟེར་བ་འདི་ལོང་འདྲེན་ཡང་ཡོད་རེད་ད་དུ་སྐོར་འདྲེན་ཡང་མེད་འདུག་ད།